ཡེ་ཤུ་གི་སྟོན་པའི་འཁྲུངས་སྐར་ལས་རོལ་བ་དེ་འདོད་བསམ་པ་ཡ་ཨ་ནེ་ཅིག། དེ་ཡ་གོང་གསལ་རོ་དེ་འདྲའི་ཉི་མ་ཁ་ཤས་ཤིག་བཏང་སོང་དེ་འདོད་བསམ་པ་ཡ་ད་སུས་སུས་ཀྱིས། གོང་གསལ་གྱི་གོ་སྐབས་དེ་བསྐྱུར་བྱས་ཨ་ནེ་དེ་རིང་ཉེན་རྡུང་གྱིས་ཟོས་ན་བསམ་སོང། ད་དེ་རིང་ངེད་ཀྱི་ཉེན་རྡུང་གི་གྱོད་གཞི་གཙོ་བོ་དེ་ག་རེ་ལ་འགྲོ་བ་ཡིན་ན་ཨ་ནེ་དེ་སྔོན་ངེད་ཀྱིས་ཨ་ཅིག་ཉི་མ་ཁ་ཤས་གོང་ལ་ཡ་ཨ་ནེ། སྤྱི་ལོ་བཅུ་དོག་དགུ་བརྒྱ་གསུམ་སོ་བརྒྱད་ནས་ཞེ་གསུམ་སོ་དགུ་བརྒྱད་ཅེས་ལོ་གཅིག་ནང་ལོ་ལ་ཡང་ཨ་ནེ་གཅིག་ཁ་ཚོགས་རེ་དང་ཧིད་ལ་གི་དམག་དཔོན་ཧིམ་ལ་ཁོ་རང་གི་ཚན་རིག་པ་དེ་འདྲའི་གཞི་ཞིག་ཨ་ནེ་བོད་ནང་ལ་བཏང་བས་དེ་འདྲས་ཀྱི་ཉེན་དུང་ཅིག་བཟོས་ཡོད། དེ་ཡིན་དུས་བསམ་པ་ཡག་པོ་ཚོས་ཀྱིས་ཨ་ནེ་གཅིག་ཁ་ཚོགས་རེ་ཧིད་ལ་གི་དམག་དཔོན་ཧིམ་ལ་ཁོ་རང་གིས་ཨ་ནེ་ཚན་རིག་པ་དེ་འདྲ་བོད་ནང་ལོ་ལ་བཏང་དགོས་ཡ་གི་ད་གཅིག་ཁ་ཚོགས་རེ་ད་རྒྱུ་མཚན་དགོས་པ་གཙོ་བོ་ཅི་རུ་བ་དེ་ཤེས་འདོད་ཡོད་ན་ཨ་ནམ་པོ་ཚོས་ངའི་ཉེན་དུང་དེ་བསིལ་རོ་ནང་ཤོད་ཡ་ཡིན། ཨ་ནེ་ད་ལེགས་ངེད་ཀྱི་ཉེན་དུང་དེ་ག་རེ་ག་ཆགས་འདུག་ལ་བ་ཡིན་ན་ཨ་ནེ།

ཨ་ཅེ་ཁ་ཚོར་བ་ད་ཧི་ཏི་ལར་གྱིས་ཨ་ནི་ཡོ་རོབ་ཀྱི་ས་ཆ་དེ་འདྲའི་ཨ་ནི་ཅིག་ཚོར་བས་མུ་མཐུད་ནས་ཨ་ནི་དབང་བསྒྱུར་བྱེད་ཀྱི་མེད་ལ་ནི། ཨ་དེ་འདྲའི་བྱས་རྗེས་ཨ་ནི་ཅིག་ཧི་ཏི་ལར་ད་ཨ་ནི་ཅིག་ཁ་ཚོར་བས་ད། དབྱིན་ཇིའི་གྱི་སྲིད་བློན་བྷ་ར་ལ་ཡ་ཁོ་རང་ཚོ་གྱི་གྲོས་ཆོད་དེ་འདྲའི་ཅིག་བཞག་འདུག་ཨ་ཡིན་པ་ནས་ལ་ཧི་ཏི་ལར་གྱིས་དེ་ཡ་གྲོས་ཆོད་དེ་ལ་ཡ་རྡོག་རོལ་བཏང་བྱས་ཨ་ནི་ཅིག་མུ་མཐུད་ནས་ཨ་ནི་ཅིག་ཁ་ཚོར་བས་ཡོ་རོབ་ཀྱི། ཅིག་རྒྱལ་ཁབ་དེ་འདྲའི་མང་པོ་ཨ་ནི་ཅིག་དབང་བསྒྱུར་བྱས་ཡ་དེ་འདྲའི་འགོ་འཛུགས་བས་བྱུར་བ་རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི་སུམ་ཅུ་སོ་བརྒྱད་ལ་ཨ་ནི་ཅིག་ཁ་ཚོར་བས་ད་ཚན་རིག་པ་དེ་ཚོས་བོད་ནང་ལ་ལ་ཞིབ་འཇུག་བྱེད་ག་འགྲོ་རེད་དེ་ཡིན་པ་ནི་ལ་སུམ་ཅུ་སོ་དགུ་ལ་ཁོ་རང་ཟེར་གི་ནས་ཅིག་ཞིབ་འཇུག་བྱེད་ཡ་གི་ཨན་ཅིག་ག་ཚོ་རེད་ཁོ་རང་ཟེར་གི་ལས་གཞི་བཅོལ་བ་དེ་མཚམས་འཇོག་བྱེད་དགོས་ཡ་གནས་སྟངས་དེ་འདྲས་ཆགས་ཤག་ད་དེ་རིང་ང་ཚོས་གི་ཅིག་ག་ཚོ་རེད་ད་བརྗོད་གཞི་དམིགས་ས་འགྲོ་བྱེད་རོ་བ་དེ་ག་རེ་ལ་བ་ཡིན་ན་ད་ཁོ་རང་ཟེར་གི་ལོ་གཅིག་ཅིག་ཨ་ནི་བོད་ནང་ལ་ལ་ཞིབ་འཇུག་བྱེད་ག་འགྲོ་རེད་བ་དེ་ཡིན་དུས་བསམ་པ་ཡ་ཨ་ནི་སུམ་ཅུ་སོ་བརྒྱད་ནས་སུམ་ཅུ་སོ་དགུ་བར་ལོ་གཅིག་བྱས་ཨ་ནི་ཁོ་རང་ཚོ་ཨ་ནི་ཅིག་ག་ཚོ་རེད་ཞིབ་འཇུག་ད་ལོ་གཅིག་མ་གཏོགས་བྱེད་ཐུབ་ཡོད་མ་རུང་བ་དེ་ལོ་གཅིག་དེ་ཡི་གི་རྗེས་ལ་ཡང་ཨ་ནི་ཁོ་རང་ཚོ་ནས་གཅིག་ག་སོང་རེད་ད་བོད་ནས་ཕ་འཇམ་ནེ་ལ་ལ་ཡང་ཕྱིར་ལོག་བྱེད་དུས་བསམ་པ་ཡང་ཨ་ནི་ཁོ་རང་ཚོ་གིས་གཅིག་བོད་ནང་ནས་ཨ་ནི་གཅིག་ག་སོང་རེད་ད་གཅིག་སྲོག་ཆགས་དང་རྩི་ཤིང་དང་ཨ་ནི་གཅིག་གནར་རྫས་དང་ཨ་ནི་བཅག་དངོས་དང་དེ་རིགས་མང་པོ་གཅིག་ཨ་ནི་ཁོ་རང་ཚོ་གིས་བོད་ནས་ཕ་འཇམ་ནེ་ལ་སྤོས་འདུག་བ་དེ་ཡིན་དུས་བསམ་པ་ཡང་དེའི་ནོག་ལོག་ནས་ཨ་ནི་གཅིག་ག་སོང་བོད་པའི་གི་སྐུ་འདྲ་གཅིག་འདུག་རུང་བ་ད་སྐུ་འདྲ་དེ་ལ་ཡང

རོ། དེ་འདྲ་ད་གོང་ཆེན་པོ་དེ་འདྲ་ཡོད་རོ། དེ་ཚོ་ནི་ཅི་ག་ཚོགས་རེད་ད། དམག་དང་དེ་འདྲ་གི་གནས་སྟངས་དང་དེ་འདྲ་གི་རྒྱུ་མཚན་ལ་བརྟེན་ནས་ནི་ཅི་ག་ཚོགས་རེད་དེ་ཚོ། སྐུ་དང་ནི་ཅིག་རི་མོ་དང་དེ་ཚོ་གོང་ཆེན་པོ་དེ་ཚོ་ནི་ཅི་ག་ཚོགས་རེད། ཅིག་མཚམས་མཚམས་མི་སྒེར་ལག་པ་ལས་རོ་ད་མཚམས་མཚམས་ཚོགས་པ་དེ་འདྲ་ལག་པ་ལས་ད་མཚམས་མཚམས་ནི་ཅིག་གཞུང་གི་ནི་ཅི་ག་ཚོགས་རེད་ད་དབང་ཡོད་རྒྱུ་དེ་འདྲ་ཆགས་ཡོད་རོ་ད་དེ་འདྲ་བྱས་བྱས་རྒྱུ་རིགས་མང་པོ་ཅིག་འགྲོ་དེ་ཡོད་རོ་བ་དེ་ཡིན་དུ་བསམ་པ་ད་ལྟ་གི་ནི་ཅི་ག་ཚོགས་རེད་ལྕགས་ཀྱི་མིག་གི་སྐུ་ཅིག་འདུག་བ་དེ་ནི་ཅི་ག་ཚོགས་རེད་རྒྱུ་རིགས་མང་པོ་ཅིག་གི་ཁྲོད་ནས་ནི་ཅིག་མཐའ་མ་དེ་ལ་ཡ། མི་སྒེར་པ་དེ་འདྲ་ཅིག་གི་ལག་པ་ཀླད་དུ་བ་དེ་ཡིན་དུས་བསམ་པ་ཁོ་རང་གི་ནི་ཅི་ག་ཚོ་རེད་སྒེར་གྱི་ནི་ཅི་ག་ཚོ་རེད་ད། དེ་འདྲ་གི་རི་མོ་དང་སྐུ་དང་དེ་འདྲ་ཁོ་རང་ད་ཉལ་ཡ་ག་འོས་གྱུར་བ་དེ་ཡིན་དུས་བསམ་པ་ཁོ་རང་གི་ནི། ནང་ལ་ཡ་ཉག་བྱས་ནི་ཅིག་གུ་རུ་འབུ་བྱས་ནི་ཅི་ག་ཚོ་རེད་འཛམ་བུ་ལི་ནང་ལོ་ལ་ཡ་དེ་འདྲ་གི་ལྕགས་ཀྱི་མིག་གི་ནི་ཅིག་སྐུ་བོད་ནང་ལོ་ནི་ནི་ཅིག། འཇར་མ་ནི་གི་ཚན་རིག་པ་ནཱ་ཛི་གི་ཚན་རིག་པ་དེ་ཚོ་གི་ནི་ཅིག་འཇར་མ་ནི་ན་ཁྱི་ལས་བ་དེ་འདྲ་གི་ནི་ཅི་ག་ཚོ་རེད་གོ་ཅི་ཡོད་བ་དེ་ནི་ཅིག་འཛམ་བུ་ལན་གྱི་མི་མང་གི་ཧ་གུ་ཡོད་མ་རུ་བ། དེ་འདྲའི་ནད་དང་ཅི་ཆ་ཤ་ཉིས་སྟོང་བདུན་ལ་ཁོ་རང་གི་ཨ་ནེ་གཅིག་ག་ཚོགས་རེད་ད་ཨོག་ཞུན་བཏང་རུ་བ། ཨོག་ཞུན་བཏང་བྱས་ཨ་ནེ་བདག་པོ་གསར་བ་དོན་རུ་བ། དེ་འདི་ཨོག་ཞུན་བཏང་བྱས་ཨ་ནེ་མི་གཅིག་གི་ངོས་ཤར་རུ་བ་བདག་པོ་རྙིང་པ་འདི་ཙམ་ནས་བདག་པོ་གསར་བ་གིས་ཨ་ནེ་ཁོ་རང་གི་སྐུ་དེ་ལ་ཡ་ཨ་ནེ་ད་རིན་གོང་དེ་འདྲའི་ཆེན་པོ་ཞིག་སྤྲད་བྱས་ཨ་ནེ་ཉོས་འདུག་བ་དེ་ཡིན་དུས་བསམ་པ་ཡ། འདི་དུས་བསམ་པ་ཨ་ནེ་གཅིག་ག་ཚོགས་རེད་ད་འཛམ་བུ་གླིང་ནང་ལོགས་ལ་ཡ་ཨ་མི་མང་པོ་གཅིག་གིས་ཨ་ནེ་གཅིག་ག་ཚོགས་རེད་ཨོ་དེ་འདྲའི་སྐུ་གཅིག་འདུག་བ། བོད་ནས་ཨ་ནི་འཇར་མ་ནི་ནོ་ལོ་ལ་ཨ་ནི་ཅི་གསུམ་སོ་བརྒྱད་ནས་གསུམ་སོ་དགུ་བར་ར་ལ་ཡ་ཨ་ནི་ཅི་ཁ་ཚོགས་རེ་ན་རྫི་ཚན་རིག་པའི་གི་ཨ་ནི་ཅི་ཁ་ཚོགས་རེ་ཞིབ་འཇུག་བྱེད་བའི་གི་ཨ་ནི་ཐ་མ་དེ་ལ་ཁོ་རང་ས་གི་སྐུ་དེ་འདྲས་ཅིག་ཁིད་དུ་ལ་ནི་དེ་འདྲས་གི་ཨ་ནི་ཅིག་ཚན་རིག་པ་དེ་འདྲས་གི་ཅིག་དོ་སྣང་བྱེད་ཡ་གི་ཨ་ནི་ཅི་ཁ་ཚོགས་རེ་ད་ཤི་འགྲོ་བ་དེ་འདྲས་ཅིག་ཆགས་ཤག་དེ་ཡིན་དུས་བསམ་པ་ཡ་ཨ་ནི་ཚན་རིག་པ་མང་པོས་གི་ཨ་ནི་ཅི་ཁ་ཚོགས་རེ་དག་པ་གསར་བ་དེ་ལ་ཡ་ཨ་ནི་ཅིག་རེ་འབུད་འགྲོ་བ་དེ་འདྲས་བྱེད་ཅིག་རེ་བ་དེ་འདྲས་རྒྱ་ཆེ་ཨ་ནི་སྐུ་དེ་ལ་ཡ་ཞིབ་འཇུག་བྱེད་ཡ་གི་ཅིག་ཆོག་མཆན་དེ་འདྲས། ནའང་ཡོད་དེ་འདྲའི་རེ་བ་ཆེ་ཤག་དེ་ཡིན་དུས་སེམས་པ་ཡ་ཨ་ནི་ཅི་ག་སོང་རེད་ཨ་བདག་པོ་གསར་བ་ཅིག་རོགས་ཁོ་རང་ཡིན་པ་ཡ་ནའི་ཨ་ནི་ཅི་ག་སོང་རེད་ཁོ་རང་ཚོ་ལ་ཡ་ཨ་ཅི་ག་སོང་རེད་ད་ཨ་ཚན་རིག་པ་དེ་ཚོ་ལ་ཡ་ཆོག་མཆན་འཕྲད་དེ་འདྲའི་ཆེ་ཤག་ད་ཚན་རིག་པ་དེ་ཚོ་གིས་ཨ་ནི་ཅི་ག་སོང་རེད་སྐུ་དེ་ལ་ཡ་ཞིབ་འཇུག་ཨ་ཅི་ག་སོང་རེད་ད་ཁོ་རང་ཚོ་གིས Method དྲུག་ལ་རུང་བ་ཐབས་ལམ་དེ་འདྲའི་མང་པོ་བུ་ཆུ་བཏང་རྗེས་ཁོ་རང་ཚོ་གིས་ཞིབ་འཇུག་བྱས་ཤག་ད་ནམ་རྒྱུན་ང་ཚོ་གིས་ད་ཚན་རིག་དང་དེ་འདྲའི་ནོར་ལ་ལ་ཡ་དཔྱ་དངོས་ཅིག་ཞིབ་འཇུག་བྱས་བ་ཡིན་ན་དཔེར་ན་བྱས་ན་དཔྱ་དངོས་འདི་འདྲ་བོ་ཅིག་ཡིན་ན། དེ་ལ་ཡང་ཞིབ་འཇུག་བྱེད་འོས་ན་ད་ཁོ་རང་གིས་དང་པོ་ཞིབ་འཇུག་བྱས་འབྱོར་བ་བརྒྱུད་རིམ་དང་པོ་དེ་ཁོ་རང་གིས་ད་ཅིག Non Destructive Method ལོས་ད Non Destructive Method ལ་དེ་བསམ་པ་ཡང་ཨ་ནི་ཅིག་ཁ་སོགས་རེད་ད། བཅའ་ལ་དེ་ཁོ་རང་གིས་ད་ཅིག་རྫས་དང་ཨ་ནི་དབྱིབས་དང་དུས་ཚོད་ལ་ཅི་ཡང་རྒྱུ་བ་མ་ད་བྱས་ནས་ཨ་ནི་ཞིབ་འཇུག་བྱས་འབྱོར་བ་ཨ་པེ་ན་བྱས་ན་ང་ཚོས་ཀྱིས་འོ་དེ་མདོག་དེ་ནག་པོ་རེད་འདུག་བ་ཨ་ནི་དེ་ལ་ཡང་གང་ལ་སྔོན་པོ་ཅིག་འདུག་ཟེར་ལ་ནི་ད་མདོག་ག་འདྲ་ཡོད་མེད་དབྱིབས་ག་འདྲ་ཡོད་མེད།

ག་རེ་ཧ་གོ་ཤ་ལ་བས་ན་ཨ་ནི་ཀུ་དེ་གི་རྫས་ཀྱི་གྲུབ་ཆ་ཅུང་རུང་བ་དེ་ཨེ་ནི་ད་ལྟ་ཅུང་ག་ལ་ཡ་གི་ས་ཆ་ཞིག་ཏུ་རུང་བ་ཅུང་ག་ལ་ཡ་དེ་ད་ལྟ་ཨུ་རུ་སུ་ར་ཤི་ཡ་ཡིག་དང་ཨ་ནི་སོག་པོད་ཀྱི་ས་མཚམས་དུ་བ་ཅི་ལ་ཨ་ནི་ཅུང་ག་ལ་ཡ་གི་ས་ཆ་ཞིག་ཆགས་འདུག་བ་དེ་ལ་ཡ་ཨ་ནི་ལོ་གཅིག་ཁྲི་ལྔ་སྟོང་གི་ཨ་ནི་གོང་ལ་ཡ་ཨ་ནི་གཅིག་ག་སོག་རའི་བར་སྣང་ནི་ཨེ་ནི་དེ་འདྲའི་དཀར་རྡོ་རུ་བྱེད་རུང་བ་བར་སྣང་གི་རྡོ་རུ་དཀར་རྡོ་དེ་འདྲ་ཞིག་མ་བསགས་ལ་བསགས་འདུག་བ་དེ་ཡིན་དུ་བསམ་པ་ཡ།

ར་ཤི་ཡ་གི་ནི་ཅིག་ད་ལྟ་ཅུང་ག་ལ་ཡ་གི་ས་ཆ་དེ་ལ་ཡ་ནི་མ་ས་ཡོད་དུ་བསམ་པ་ཡ་ཀར་དོ་དེ་གི་མིང་ལ་ཡ་ཅུང་ག་ནི་ཀར་དོ་ལ་ནི་ར་བ་ཅུང་ག་གི་བར་སྣང་གི་དོ་ལ་ནི་དེ་འདྲའི་ཁོ་རང་ས་གི་ད་ཅིག་མིང་དེ་འདྲ་སི་ད་ཤ། ད་ད་ད་ཚན་རིག་པ་དེ་ཚོས་ཁོ་རང་ས་གི་ད་ཀུ་དེ་ལ་ཞིབ་འཇུག་བྱེད་རུང་བ་དེ་ཡིན་དུ་བསམ་པ་ཚན་རིག་པ་ཁ་ཤས་གི་ག་ལ་ཡོད་དུ་ལ་བ་ཡིན་ན་ནི་ཅིག་ག་སོ་རེད་དུས་ཀུ་དེ་ནི་ཅིག་ག་སོ་རེད་ཟོ་ཡ་གི་དུས་ཚོད་བྱུང་རུང་བ་དེ་ནི་དུས་རབས་བཅུ་གཅིག་ནང་ལོ་ལ་ཡ

སྐུ་དེ་འདྲ་ཅིག་རྩ་བ་ཉིད་ནས་ཡོང་སྲིད་ཀྱི་མ་རེད་ཏེ་འདོད་བསམ་པ་སྐུ་དེ་ནི་ཅི་ག་ཚོགས་རེད་མིག་གིས་རྐང་བཙུགས་ནས་ནི་ཅི་ག་ཚོགས་རེད་ད། རྫས་དེ་འདྲས་ནི་ཇི་ད་ད་ཅུང་ག་གི་དོ་ཡོད་རོ་བ་འདི་ཡི་རྫས་ཁོ་རང་གིས་ད་ཞིབ་འཇུག་བྱས་ཏེ་ཧ་གོ་གི་རོ་བ་དེའི་འདོད་བསམ་པ་ཡ་རྫས་འདི་དང་ནི་ཅི་འདྲ་བོ་འདྲ་བོ་ཅིག་སྡེབ་སྦྱོར་བྱས་བྱས་རོ་བ།

ཨ་ནི Swastika གི་རྟགས་འདི་འདུག་ད་ནང་ང་ཚོ་གཡུང་དྲུང་རོལ་འདུག་བོད་སྐད་ན་གཡུང་དྲུང་གི་རྟགས་ཅིག་འདུག་གཡུང་དྲུང་རོལ་ཆགས་ཤར་བ་ན་ད་ངས་ཞིབ་དྲག་པོ་དེ་འདྲི་ད་ཤིང་གི་མར་ད་ཡིན་པ་ཡིན་ན་ལས། གཡུང་དྲུང་འདི་ང་རང་ཚོ་སྔོན་མ་བོད་དེ་ནི་ཅི་ག་སོག་རེད་ནང་ཆོས་ཕ་དང་གོ་ལ་ཡ་ཨ་ནི་བོན་ཆོས་བྱེད་ཀྱི་ཡོད་རུ་བ་དེ་དུས་སེམས་པ་ཨ་ནི་བྱེད་ནས་ད་ད་ཡིན་པ་ཡིན་ནས་ནང་པ་ཡིན་པ་ཡིན་ནས་ཨ་ནི་ཅི་ང་རང་ཚོ་ཨ་ནི་ཅི་ག་སོག་རེད་ད་གཡུང་དྲུང་འདི་ཅི་གལ་ཆེན་པོ་བརྩི་གི་ཡོད་ད་དེ་འདྲའི་གནས་སྟངས་ཅིག་རེད་འདུག་བ། ཡིན་པ་ཡིན་ན་ལས་ད་ཅིག་གཡུང་དྲུང་འདི་ཅི་ག་སོག་རེད་རྒྱལ་སྤྱིའི་ནང་ལོག་ལ་ཡ་སྐད་གྲགས་ཚ་བོ་བྱས་ཡ་ཅིག་རུ་བ་དེ་ཨ་ནི

འཇར་མ་ནི་གྱི་ནི་གཅིག་ག་ཚོགས་རེད་ད་ཚེ་རིག་པ་དེ་ཚོ་ནི་བོད་ནང་བྲོས་ཏེ་སུམ་ཅུ་སོ་བརྒྱད་ནས་སོ་དགུ་ལ་འགྲོ་འདུག་བ་དེ་ཡིན་འདུག་བསམ་པ་ཡ་འདི་ནི་གཅིག་ལོ་གི་ཆ་ནས་ཏག་ཏག་ཅིག་བསྡད་ཀྱི་མི་འདུག་རུ་བ་ད་ང་ནོར་ཡོད་མེད་མི་ཤེས་ད་རུ་བ་དེ་ངས་གཅིག་ག་ཚོགས་སུད་སུད་གྱི་ལོ་ཚད་འགྲོ་གཅིག་དེ་ནི་ཁུངས་གཏུགས་བྱས་ནས་གཅིག་འགྲེལ་བཤད་འགྲོ་ཞིག་ག་གི་རུ་བ་དེ་ལ་ཡ་ཞིབ་འཇུག་བྱས་མང་པོ་འདུག་དེ་ཡིན་དུས་བསམ་པ་ཡང་རྣམ་པ་ཚོས་ཡང་གཅིག་སོ་སོས་དོ་སྣང་འགྲོ་ཡོང་བ་ཡིན་ན་འདི་ག་ལ་ཞིབ་འཇུག་གནང་རོགས་གནང་ཞུ་ཡ་ཡིན། མདོར་ན་ནི་གཅིག་ཁ་སོགས་རེད་ང་ཚོས Swastika གི་གཡུང་དྲུང་གི་རྟགས་བཅོས་རུང་བ་དེ་ཡིས་ནི Hitler གི་ནི Germany གི Nazi གི་ཆབ་སྲིད་ཚོགས་པས་གི་བོད་ཆོལ་བཏང་བ་ནས་བཟུང་བྱས་ནི་གཅིག་ཁ་སོགས་རེད་ད་དེ་གཅིག་ཁ་སོགས་རེད་རྒྱལ་དར་དེ་མཐོང་བ་དང་ཁོ་རང་སྤྲོ་ལངས་དགོས་ཡ་ཞེ་སྣང་བྱེད་དགོས་ཡ་འགྲོ་དང་དེ་འདྲིས་ཆགས་བསྡད་རུང་བ་ཡིན་པ་ནི་ལས Hitler གི་ནི་གཅིག་ཁ་སོགས་རེད

ཁྱབ་པས་དེ་འདྲ་བྱུང་ཤག་ད་དཔེར་ན་ཤ་ཤ་ན་ང་རང་ཚོ་ཅེ་ཁ་ཚོ་རེད་བོན་ཆོས་ནང་ལོ་ལ་ཡིན་ན་བརྟན་པོ་འགྲོ་དེ་འདྲ་ཅིག་ལ་ཁུག་ཏུ་བ་ད་ན་ཤིང་ནི་ཅེ་ཁ་ཚོ་རེད་ང་ཚ་ང་རང་ཚོ་ནི་ཅིག་ཡང་ཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་ཅེ་ཁ་ཚོ་རེད་བར་འགོ་ལ་ཡ་གཡུང་དྲུང་དེ་འདྲ་ནི་ཅེ་ཁ་ཚོ་རེད་ཡོད་བས་ཀྱི་དེ་འདྲ་མཐོང་ཡ་ཡོད་རོ་བ་ཡིན་པ་ན་ལ་ད་ངེད་ཀྱི་ག་རེ་འགྲོ་སོ་སོ་ཀྱི་ཚོར་ལ་ན་རོ་བ་ད་དེ་བདེན་པ་ཡིན་མིན་མི་ཤེས་ད་ཡིན་པ་ན་སོ་སོ་ཀྱི་ག་འགྲོ་ཚོར་ལ་བས་ན་ད་ད་གཡུང་དྲུང་ཡོད་གྱུར་ཤི་ཏུ་བ་ང་ཚོ་ཀྱི་སྟོན་པ་ཏུ་བ་འདི་ཡིས་ང་རང་ཚོ

ལྷ་ཁང་དང་དེ་འབྲེལ་གྱི་ཕྱི་ལོགས་ལ་ཡང་ཁོ་རང་ཟིག་གིས་དེའི་བུ་ཆོས་དང་ཡང་འདྲ་བོ་དེ་འདྲ་འདུག་བ་ད་ན་ཆེས་ང་ཚོ་བོད་པ་ཡིན་ན་ཡང་ཅི་ག་ཚོར་རེད་ཁང་པ་དེ་འབྲེལ་གྱི་ཕྱི་ལོགས་ལ་ཡ་ཚོར་རེད་ཉི་མ་དང་ནི་ཟླ་བ་ཉི་མ་དང་ཟླ་བ་ཆེ་གཡུང་དྲུང་དེ་འདྲེལ་གྱི་ནི་ཅི་ག་ཚོར་རེད་ཅིག་དཔའ་རིས་དེ་འདྲེ་རི་མོ་དེ་འདྲེ་བྲིས་ཡ་གྱི་དེ་འདྲེ་ལུགས་སྲོལ་དེ་འདྲེ་འདུག་བ་ད་ན་སེམས་ཅན་གྱི་ཆོས་གྲོགས་ཆགས་ཤར་བས་ན་ནི་ང་རང་ཚོ་ཅི་ག་ཚོར་རེད་ནང་པ་སངས་རྒྱས་པ་ནི་ཅིག་རྒྱ་གར་ནང་ལོགས་ལ་དར་བས་གྱི་དུས་མཉམ་འགྲོ་བོ་དེ་འདྲེ་རེད་ཅིག་རེད་འདུག་བ་ཁོ་རང་ཚོ་ཡིན་པ་ཡིན་ན་ཡང་གཡུང་དྲུང་དེ་ད་ཅི་ག་ཚོར་རེད་རྩ་ཆེན་པོ་གྲོགས་མཁས་ཆེན་པོ་དེ་འདྲེ་ཞིག་ཅིག་གི་འདུག་བ་ད་ནང་བཞིན་གཅིག་ག་ཚོད་རེད་ཡོ་རོབ་རུ་བ་ཡོ་རོབ་དུ་བ་ལ་ཡིན་ན་ཨ་ནི་གཅིག་ཧིད་ལར་གྱི་ཨ་ནི་གཡུང་དྲུང་དེ་ཨ་ནི་ཁོ་རང་ཚོ་གི་ཆབ་སྲིད་ཚོགས་པའི་གི་རྒྱལ་དར་ལ་བེད་སྤྱོད་མ་བཏང་གོང་ལ་ཡ་ཨ་ནི་འདི་ཡི་ནི་གཅིག་ག་ཚོད་རེད་ད་མཚོན་དོན་ཡ་ག་ཅིག་ཡིན་པ་དེ་འདྲས་ཅིག་ངོས་འཛིན་བྱེད་གི་འདུག་ཨ་དཔེར་ན་ཅིག་བྱས་ན་ད་ལྟ་ཀོ་ཀོ་ཀོ་ལ་རུ་བ་ང་ཚོས་ཀོག་ཡོད་ད་ལྟ་འདི་ཇུས་གཏོང་གི་ཡོ་ཨ་ད་ལྟ་ཀོག་ཆུང་ངམ་མོ་དེ་འདི་ཡིན་ནི་ཅིག་ག་སོགས་རེད། ཁོ་རང་གི་བཟོ་གྲྭ་དེ་ཚོའི་ཡིན་པ་ཡིན་ན་ལས་ནི་ཅིག་ད་ལྟ་དེ་གཡུང་དྲུང་དེ་ཅིག་ཁོ་རང་གི་ཁྱབ་བསྒྲགས་ཀྱི་ཚུལ་དུ་ནི་བོད་ཆོས་དང་དེ་འདྲའི་གཞུང་ཞབས་ད་མདོར་ན་ནི་ཅིག་ག་སོགས་རེད་དེ་གི་མཚོན་དོན་དེ་ཡག་ག་ཅིག་ཡིན་པ་དང་ནི་ཅིག་ཡོ་རོབ་དང་འདུག་ལ་ཡ་ནི་དམག་ཆེན་གཉིས་བོ་གོང་ལ་ཡ་ཧིད་ལི་གི་དེ་དངོས་ལ་ཡ་ནི་དཔེ་མི་སྲིད་ཅིག་མཚོན་དོན་ཡག་ག་ཅིག་ལ་ཡ་ཁོ་རང་གི་ངོས་འཛིན་དེ་འདྲས་བྱེད་ཀྱི་འདུག། ད་ནང་བཞིན་ཨེ་ནེ་ཅི་ཁ་སོགས་རེད། དེ་འདྲས་ཀྱི Archaeologist འགྲོ་བ་དེ་འདྲས་གང་ལ་ཡང། གནའ་རབས་ཀྱི་དེ་འདྲས་ཨེ་ནེ་ཅི་ཁ་སོགས་རེད། གནར་རྫས་དང་དེ་འདྲས་གང་ལ་ཞིབ་འཇུག་བྱེད་མཁན་དུས་ཚོད་ཀྱི་ཨེ་ནེ། རྒྱལ་ཁབ་ས་ཆ་འདྲ་མི་འདྲ་ལ་ཡང་ཨེ་ནེ་ཡང་ཅི་ཁ་སོགས་རེད། གཡུང་དྲུང་གི་རྟགས་དེ་དེ་འདྲས་རྙེད་བ་དེ་འདྲས་བྱུང་ཤག་ད། གར་དུ་ལག་བས་ན་ཁོ་རང་ཚོ་གི་པ་ར་ལ་ཡང་གཡུང་དྲུང་གི་རྟགས་འབྱོར་བ་དེ་ལ་ད། བཟོ་དབྱིབས་དང་ཨེ་ནེ་ཁ་ཕྱོགས་དེ་ཏི་ཅི། ཅི་ཁ་སོགས་རེད་ད། ལོ་ཨ་གྲོ་ཅིག་རོ་མ་འདྲ་བ་གྲོ་དུ་མ་ཞིག་ཡིན་པ་དག་གཡུང་དྲུང་ཡིན་པ་དེ་འདྲ་རུ་ཅིག་རེད་ཤ་རུ་བ་དེའི་དུས་ང་རང་ནི་ཅིག་ག་ཚོགས་དེ་ཚོ་ག་ལ་ཡག་ཅིག་འདུག་ཅིག་བསམ་བློ་བཏང་དུས་ག་རེ་འགྲོ་ཚོར་ལང་བས་ན་ད་ལྟ་ང་ཚོ་དེ་ཚ་དྲ་རྒྱ་ཡག་པོ་ཡོད་རུ་བ་དྲ་རྒྱ་ཡག་པོ་ཡོད་དུས་བསམ་པ་ཡ་ང་རང་ཚོ་གི་ད་པེ་མི་དང་མི་བར་ལ་ཡག་ད་ཅིག་འབྲེལ་བ་བྱས་ཡ་ཆུ་ར་དུས་དཔེ་མགྱོགས་པོ་ཡོད་རུ་བ་མྱུར་པོ་ཞུ་ཆགས་དེ་ཡོད་རུ་བ་ཡིན་པ་ནི་ངའི་གར་བསམ་བློ་ལ་ན།

དག་ན་ཤིང་ང་རང་ཚོ་ཚང་མ་ནི་ཅིག་ག་ཚོད་རེད། ཅིག་མི་འགྲོ་བ་མི་བྱོ་རུ་བ་ཚང་མ་ནི་ཅིག་ཕན་ཚུན་བར་ལ་འབྲེལ་བ་ཆགས་བསྡད་འདུག་བསམ་པའི་བྱོ་རུ་བ་དེ་འདྲའི་ཚོ་བ་ཅིག་བྲིས་ཀྱི་འདུག་དག་ན་ཤིང་ང་རང་གིས་ད་ཅིག་ཆོས་དང་རིག་གཞུང་ག་རེ་ཡིན་ན་ཚང་མ་ནི་ཅིག་ཁུངས་གཏུགས་ས་དེ་གཅིག་ནས་ནི་ཡོང་རྒྱོ་རེད་བསམ་པའི་ཀྱི་ད་ང་རང་གིས་ཅིག་ཚོགས་ནང་འདི་འདྲ་ཅིག་ལེགས་ཀྱི་འདུག་ཡིན་པ་ནི་ད་དེ་རེད་ལ་ནི་ངས་སྡོམ་ཚིག་གེ་གེ་ཡོད་མ་རེད་ད་རུ་བ། འདིས་ང་རང་གི་འཚོ་བ་འགྲོ་ཅིག་དེ་འདྲ་འགྲོ་ཅི་ཞིང། འོ་ན་འབའ་ཚོ་དེ་འདྲ་འགྲོ་ཅི་རེད་དེ་ཡིན་དུས་ད་ང་རང་གིས་གར་འགྲོ་བསམ་སླ་བས་ན་ཨ་ནི། ཅི་ག་ཚོ་རེད་ང་རང་གི་བོད་པའི་གི་མནར་རྫས་དེ་འདྲ་ཡོད་རུང་བ་སྐུ་འདྲ་ཡིན་ན་འདྲ་འདུག་ཨ་ནི་ཐང་ག་ཡིན་ན་འདྲ་འདུག་དེ་འདྲ་མང་པོ་ཅིག་ཨ་ནི་ཅི་ག་ཚོ་རེད་ད་རྒྱལ་ཁབ་གོ་བ་ག་ས་ལ་ཡ་ད་དཔེར་ན་ཡོ་རོབ་དང་ཨ་ནི་ཨུ་རུ་སུ་དང་ཨ་ནི་འདུ་བ་གོ་བ་ག་ས་ལ་ཡ་ཨ་ནི་ཅི་ག་ཚོ་རེད་ད་རྒྱལ་སྤྱིའི་གི

ཅིག་རྒྱལ་སྤྱིའི་གི་འགྲེམས་སྟོན་ཁང་དེ་འདྲ་ན་ཡོད་ཨ་ཅེ་ཡང་ཁ་ཤས་ཡང་ཅིག་ག་སོ་མི་སྒེར་གི་ནི་དེ་འདྲའི་གི་ཉག་ཡོད་རྒྱུག་ད་དེ་འདྲའི་ནི་གནས་སྟངས་མང་པོ་ཡོད་རེད་ད་དེང་སང་ཁོ་རང་ཚོ་གི་གར་ཅི་ཡོད་ལབ་ན་ཁོ་རང་ཚོ་གི་ད་ཅིག་དེ་འདྲའི་ཚོགས་པ་དེ་འདྲ་ཨེན་ཇི་ཨོ་དེ་འདྲ་རོ་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲ་བཙུགས་བྱས་ཨ་ནི་ཅིག་ཡང་ཁྲིམས་རྩོད་པ་ད་དེ་འདྲའི་ཨ་ནི་ཅིག་ཐབས་ཤེས་བྱས་དེ་འདྲ་བྱས་བྱས་ཁོ་རང་ཚོ་གི་གར་ཅིག་ལབ་ན་ཨ་ནི་དཔེར་ན་རྒྱ་གར་ཅིག་པོ་མ་རེད་བལ་ཡུལ་ཡིན་ན་ཡང་དེ་འདྲའི་མང་པོ་བྱུང་ཡོད་རོ་དེ་ཡིན་དུས་སམ་པ་ཁོ་རང་ཚོ་གི་ནི་ཅིག་ག་སོ་རེད་དེ་འདྲའི་ཨ་ནི། ཁྲིམས་དེ་འདྲའི་གཏུགས་བྱེད་རུང་བ་རྒྱལ་སྤྱི་ཡི་ཁྲིམས་ར་དེ་འདྲ་ན་ཁྲིམས་དེ་འདྲའི་གཏུགས་བྱེད་ནི་སྐུ་དུ་འཛུགས་ནི་ཅི་ག་ཚོར་རེད་ད། ཚུར་ལེན་ཡན་གྱི་ཐབས་ཤེས་དེ་འདྲ་བྱེད་ཀྱི་ཡོད་རེད་དེ་ཡིན་དུས་དཔེར་ན། རྒྱ་གར་འགྲོ་རྒྱ་གར་ནང་འགྲོ་ཆ་བཞག་བས་ན་དེ་འདྲའི་བྱེད་བྱེད་རུང་བ་སྐུ་འདྲ་དེ་འདྲས་ནི་ཚུར་ནི་ཅི་ག་ཚོར་རེད་ད་དཔེར་ན། ལྷ་ཁང་དེ་འདྲས་ཀྱིས་ནི་ཅིག་བསྟན་ཡོད་ན་མེད་ན་དེ་འདྲས་རེད་དུ་བ་སྐུ་ཁ་ཤས་དེ་ཡིན་དུས་སམ་བ་ཡ་ཁོ་རང་གིས་ནི་ཅིག་ཕྱི་རྒྱལ་དུ་བ་ནི་ཁྲིམས་དེ་འདྲ་གཏུགས་བྱེད་ནི་སྐུ་དུ་འཛུགས་ནི་ཅིག་རྒྱ་གར་ལ་ཚུར་ཅིག་ག་ཚོད་རག་ཐོས་དང་དེ་འདྲས་ཀྱི། ཅིག་གྲུབ་འབྲས་དེ་འདྲས་ཐོས་ཤག་དེ་ཡིན་དུས་སེམས་པ་ད་ངས་གར་ཞིག་ཡོད་ལང་བས་ན། ང་རང་ཚོ་གི་ནི་ཅིག་བོད་པའི་གི་ད་སྐུ་འདྲ་འགྲོ་དེ་འདྲས་མང་པོ་ཅིག་ནི་ཅིག་ག་ཚོད་རྒྱལ་སྤྱིའི་ནང་ལ་ལ་མང་པོ་ཡོད་རུང་ད་ང་ཚོའི་ལམ་སང་གོ་ར་ཏེ་བས་ཐོག་ར་ཤུགས་ཆེན་པོ་དེ་འདྲས་བྱེད་ཐུབ་མར་བ་ཡིན་པས་ན་ལས་ད་ཅིག་ཚོགས་པ་དེ་འདྲས་བཙུགས་བྱས་ནི་ག་ལེ་ག་ལེ་ནི་དེ་འདྲས་གང་ལ་ཡང་ཅིག་གོམ་པ་འགྲོ་ཅིག་པོས་ཐུ་བ་ཡིན་ན་མ་འོངས་པ་ལ་ཡང་ང་རང་ཚོ་ཨ་ནི་ཅིག་ག་ཚོད་རེད། ང་རང་ཚོ་གིས་ནི་གཅིག་ལོ་སྟོང་ཕྲག་མང་པོ་ཡོད་རྒྱུ་གྱི་སྐུ་འདྲ་དེ་ཚོ་ཚུར་རག་ཐུབ་བ་ཡིན་ན་དེ་ཚོ་ག་ལ་ཞིབ་འཇུག་བྱས་བྱས་ནི་ང་རང་ཚོ་གི་ལོ་རྒྱུས་དག་དེ་ཚོ་ལ་ཁུ་ཕག་ཚོ་ཁུངས་གཏུགས་བྱེད་རུང་བ་ནི་ཞིབ་འཇུག་བྱེད་སྐུ་དེ་ཚོ་ལ་ཞིབ་འཇུག་བྱས་དེ་འདྲས་བྱས་བྱས་ནི་དག་ན་ཞིག་ལོ་རྒྱུས་ནི་ཞིབ་འཇུག་བྱས་ནས་ནི་ཕག་ཚོ་ཁུངས་གཏུགས་དེ་འདྲས་བྱས་བ་ཡིན་ན་ནི་སྐུ་དེ་ཚོ་གི་ནི་རིན་ཐང་ག་རེ་རིན་ཐང་ག་ཚོད་ཡོད་མེད་དེ་ཧ་གོ་རེད་བསམ་གྱི་འདུག། འོ་རྣམ་པ་ཚོ་དེ་འདི་ལྟ་ངེས་ཀྱི་བརྙན་ཐུང་དག་རག་མཚམས་བཞག་གི། རྣམ་པ་ཚོས་ཀྱི་ད་ལྟ་དེ། དཔེར་ན་དམིགས་བསལ་གྱི་ད་ལྟ་གཡུང་དྲུང་ཇོ་རུ་བ་དེ་ནི་ང་ཚོའི་གི་ཅིག་ག་ཚོད་རེད་བོན་ཆོས་དང་ཨ་ནི་ཅིག་ནང་པའི་ནང་ལོ་ལ་ཡ་དེ་ག་ཚོད་ཀྱི་གལ་ཆེན་པོ་ཆགས་ཀྱི་ཡོད་མེད་ཅིག་རུ་བ་འདི་ག་ལ་ཡ་ཅིག་ཞིབ་ཕྲག་པོ་དེ་འདྲ་ཤེས་ངེས་ཡོད་བ་ཡིན་ན་རྣམ་པ་ཚོས་གི་ཆེས་ནང་ལོ་ལ་བཀོད་རོགས་གནང་ཞུ་ཡ་ཡིན་ཨ་ན་ཞེས་ནི་སྐུ་འདྲ་དེ་ནི་ཅིག་ངོས་འཛིན་ཐུགས་ངེས་དེ་འདྲ་ཡོད་བ་ཡིན་ན་རུ་བ་དེ་སྐུ་འདྲ་དེ་ད་ག་རང་རེད།